སློབ་གྲྭའི་སྒང་ལ་ཡ་ཅིག་གཏམ་བརྗོད་འཁྲབ་ཡ་ད་ཅིག་ཆོབ་བསླང་ཡ་ལ་སོགས་པ་དེ་འདྲའི་ཐོག་ལ་ག་བུ་ཞིག་རག་ཡོད། ད་ངའི་དྲན་ཚོད་ལ་ཡ་ངའི་མི་ཚེའི་ནང་ལོག་སློབ་གྲྭའི་ནང་ལོག་ལ་ཡ་ངའི་འདྲི་ཁང་ཟས་པར་ལ་ཡ་གཏམ་བརྗོད་དྲན་འདུག་དེ་འདྲའི་ཁེར་རྐྱང་གཏམ་བརྗོད་འཁྲབ་ཆོར་བ་དེ་འདྲའི་དྲན་འདུག་སྒང་ལ་ཡ་ད་འདྲ།

བསྡད་པ་རེད། ཡིན་ནའི། ད་དངོས་ཡོད་གནས་ཚུལ་གྱི་དངོས་ཡོད་གནས་ཚུལ་སོགས་རེད། ད་དངོས་ཡོད་གནས་ཚུལ་སློབ་གྲྭའི་མི་ཚེའི་དངོས་ཡོད་གནས་ཚུལ་རེད་དེ་ལས། སྤྱི་ཚོགས་ཀྱི་འཚོ་བའི་ནང་ལ་མ་ཐོན་ཡོད་འདུག་ཙམ་པ་ལས། རང་བཞིན་གྱི་ཕྱོགས་གླང་ཡག་གི། དགའ་དགའ་སྤྲོ་སྤྲོ་བྱེད་ཡག་གི། དགོད་བྲོ་དགོད་བྲོའི་གཏམ་བཤད་བྱེད་ཡག་གི་སོགས་ཅིག

ཅེས་དགའ་དགའ་སྤྲོ་སྤྲོ་བྱེད། ཅེས། སྣང་བ་སྐྱིད་པོར་བྱེད་ཟོ་ཡག་གི་བསམ་བློར་ཁོག་ཁུར་དུ་ལས། ཁོག་ཁུར་དུ་དེ་ལས་ཅིག། ངས་ཀྱིས་ཅིག། འདི་འདྲས་ཀྱི་ནུས་པ་དེ་རྦད་དེ་ཡལ་བའི་སུ་འདྲ་ཆགས་ཏེ་བཞག། རྗེས་ཙང་འདི་མི་ཟེར་ད་འདི་འདྲས་ཅིག་གིས་བྱུང་མ་སོང་དེ་ལས། གང་ལྟར། ད། སོ་སོའི་སེམས་ཚོར་ནས་བྱུང་བའི། ཚོར་དངོས། མྱོང་བ་དངོས་ཀྱི་ཐོག་ནས་བྱུང་བ་དེ་ངའི་མི་མང་ལ་ཞུགས་ཡོད། མི་མང་ལ་ཡང་ཐུགས་ཕན་ཞུགས་ཡོད་པའི་རེ་བ་ཡོད། འོན་ད་ལྟ་ངས་ད་ལྟ་ཆུ་ཚོད་སྐར་མ་ཉི་ཚེ་ལྔ་ཟིན་ནས་ང་ལས་ཀར་ཐོན་དགོས་རེད། འོ་དེ་ཕྱིན་ཏེ་རྒྱའི་ཞོགས་ཁས་ཀྱི་འཇམ་དུ།

སུ་ཞིག་ཞེས་ཡ་དེ་མདོ་སྣ་ན་དག་ཡག་པོ་འདུག། དམིགས་བསལ་ང་རང་ཚོ་གཅིག་ཨ་རེ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཡོད་འགྱོད་བོད་པ་ཚོ་གཙང་པོ་སྲིད་དང། ཕྱོགས་གཅིག་ནས་འགྲོ་སོང་ཞོལ་གྱི་སྲུང་སྐྱོབ་ཆགས་འགྲོ་འདུག། ཕྱོགས་གཉིས་པ་གཅིག་ནས་འདི་གཟུ་བོ་གཙོ་བོ་ནས་གཙོ་བོ་འཕྲོད་བསྟེན་གྱི་རེད་ཤག། རྩམ་པས་འཕྲོད་བསྟེན་ལ་ཡང་གནོད་བོད་ཀྱི་ད་ལོ་རྒྱུས་བར་ལམ་མེད་པ་སྒྲུབ་ཀྱི་རེད་ཤག། དེ་མིན་རྩམ་པ་རྩ་ཁམས་བརྒྱབ་བྱས་ཨ་ནི་མིག་བུ་འགག་ནས་ཡང་ཤི་བ་ནི་ཡོད་བའི་ལོ་རྒྱུས་ཡོད་རེད་མ་ཐུབ་པས་གཞན། རྩམ་པས་ཀྱི་འོ་ད་ཁྱེད་རང་རྩམ་པས་ཁྱེད་རང་སྙིང་ལ་གནོད་ཤག་གློ་བོ་ལ་གནོད་ཤག་མཆིན་པ་ལ་གནོད་ཤག་མཁྲིས་པ་ལ་གནོད་ཤག་མཁལ་མ་ལ་གནོད་ཤག་ད་ཕལ་ཆེར་ང་ཚོའི་བཙན་བྱོལ་ཟེར་ནས་མི་འདུག་ང་ཚོ་བོད་པའི་ཀྱི་སྨན་རྩིས་ཁང་གི་ད། སྨན་གཞུང་ཆ་ཚང་སྔོག་བའི་ནས་བརྩམས་པས་གནོད་པའི་ལོ་རྒྱུས་ཕལ་ཆེར་ལོ་རྒྱུས་ཟིན་ནས་སྨན་གཞུང་ནང་ལས་མེད་པར་འགྲོ་བཅས་ཡིན་གྱི་རེད། བྱས་ཙང། རྩམ་པ་ཟིན་དང་རྩམ་པ་ཟིན་ནས་རྩམ་བད་ཀའི་བྱམས་དུག་དང་ཨེ་དུག། ཞོགས་པའི་བྱམས་དུག་དང། ལས་སླ་དང་བཅོས། ཨོ། བྱ་ཡོད་ན་བྱ་ཞིག་བརྐོས་བྱ་མེད་ན་ཆུ་ཞིག་བརྐོས། ཨན། དེ་ནས་ཨན་དེ། ད། ཅེས། ཚ་དང་གར་བླུགས་ནས་དེ་ཟས་སུ་བླུགས་བྱས། བྱམས་དུག་ཞེ་སྡང་ཅན་གྲོ་ཞག་ན་བད། ཡ། ད་བྱོས་རོལ་ཞག།

ཉི་མ་འོངས་སོ་ཤི་ཆུའི་སྒང་ལ་ཡ་ཕོའི་ལྷ་མོ་ཁྲ་བོའི་སྐབས་ལ་ཡ། བྱ་ཐུང་དཔག་ཚད་བྱས་ན་སྲོག་ལ་ཉེ་ག་མེད་ཚེ་བྱས། ལྷ་མོའི་ནག་ལོ་དེ་འདྲའི་ཁྲ་འཁུར་འདུག་ཆུ་ཆུའི་སྒང་ལ། འོ་དེ་ཆོས་ཚང་བྱ་ཐུང་དཔག་ཚད་བྱས་ན་སྲོག་ལ་ཉེ་ག་མེད་ཟེར་དེ་དངོས་ནས་བདེན་པ་ཡིན་ས་རེད་བསམ་ས་ཞིག་དྲན་གི་འདུག་ད། དེ་ལ་བྱང་དུ་ཅིག་བལྟ་བྱང་དུས་འདི་གང་དག་ཚར་ད་ང་ལྟར་ལས་ཀ་ལ་ཕྱིན་ནས་ད་དཀའ་ངལ་ཚ་བ་ཉིད་ནས་མེད་རེད་ད། ཆུ་ཚོད།

ཆུ་རུལ་ནཱ་ལོལ་ཡ་ཆུ་རུལ་བསྙལ་དུས་བཙོན་པ་དེ་ནཱ་ལོལ་ཡ་འབུ་བརྒྱབ་ཡོང་གི་འདུག་འབུ་སྟུག་དཀར་པོ་ཆེན་པོ་དེ་འདྲ་བརྒྱབ་ཡོང་ཨ་ནི་སྐོར་བས་འབུ་འབུ་དེ་ཟ་དེ་ཟ་ནི་དེ་འབུ་གི་ཙོག་པོ་དུ་མ་བཏང་ཨ་ནི་བག་ཆགས་ཚོ་ཆེ་གང་འདྲ་ཆུ་རུལ་ཆགས་གི་འདུག་ཨ་ནི་བདག་ནང་བཞིན་གྱི་ཡོ་རོབ་ཁག་ཏུ་བ་ཆགས་ཆགས་ན་ཨ་དུ་བ་ཆིས་སྐེ་རགས་ཆེན་པོ་དེ་འདྲ་དུ་བ་ཁོང་ཚོ་ཞེ་བོ་སྐེ་རགས་ཆེན་པོ་བྱས་པས་ཡང་ཧུར་ཐག་ཏུ་འབུ་ཡོར་དེ་ནཱ་འབུ་དཀར་པོ་ཆུ་བ་དེ་ཡོར།

ང་རང་ཚོས་ཅེས་ཁ་ལག་དང་དེ་ཚོ་ལ་དྲི་མ་ཁ་ཡོད་ན་ཁོ་ཁོ་མར་རུལ་ནས་ཨ་ནི་ཁོ་ལ་ཡར་སྦུག་བརྒྱབ་ནས་སྦུག་གིས་ཨ་ནི་བཟས་ནས་བུ་བཟས་ཨ་ནི་ཙོག་པུ་མར་བཏང་ཨ་ནི་དེ་ཕྱིར་བཙུན་པ་ཨ་ནི་དྲི་མ་བརྒྱབ་པའི་མགོ་རེད་སྐྱུར་དྲི་ཟ་ཞིག་ལོ་བ་ངོ་དེ་རེད། ད་དེ་འདྲའི་དགའ་གས་མ་འོས་པས་ང་རང་ཚོའི་བྱམས་སྡུག་འདི་ལས་ཡག་ཅི་སྟེ་རྩ་བ་ཉིད་ནས་མི་འདུག་ད་རྩམ་པ་ལས་ཡག་པོ་མི་འདུག་ད། ཁྱེད་ཚང་ལྷན་རྒྱས་ཚོའི་ངོས་ནས་རྩམ་པ་ཆོས་གོ་ཏོ། ང་ཡི་ནས་རྩམ་པ་ཟ་བ་ཡིན། རྩམ་པ་ཟ་བ་ཡིན་ན། ལོ་བཅུ་ནས་བཅོ་ལྔ་བར་རིང་བགྲོད་ཨ་ལྟ་སེམས་ཁྲལ་རྩ་བ་ཉིད་ནས་མི་འདུག་པ་རྒྱ་རྩི་བརྒྱ་ཐག་ཆོད་པ་སྒྲུབ་ཞིག་ཏུ་གདའ། བརེད་ཟ་བསྡད་ན་ཡིད་ཅི་ཡོར་དེ་ན་མི་འདུག་བ། དང། ང་རང་ཚོའི་བོད་པའི་གི་འདི་བ་རྩམ་པ་བཟོ་མྱེད་ཚོས་ཞབས་དྲང་ཞོར་ལ་རྩམ་པ་བཟོས་དངོས་གནས་དཀའ་ལས་རེ་ད་ཆུ་ཤ་ནང་པ་དེ་གོང་ཆེན་པོ་ནས་གལ་ཆེ་ཙོང་ཐོག་གི་ཡོད་མ་རེད་དེ་ལས་དཀའ་ལས་ཞེའུ་རྐྱག་ཡོད་དཀའ་ལས་རེད་ད་ཁོང་ཚོས་ཕྱོགས་གཅིག་ནས་རང་མི་རིགས་ཡིད་གཅིག་གི་ཞབས་འདེགས་ཞུ་གི་ཡོད་སེམས་བཟང་ཞིག་ཚོར་སྣང་སྐྱེ་བས་ན་བདག་རང་རེ་བདེན་པ་རེ་ཞུ་ཡ་ཡིན། རྩམ་པ་རྩམ་པ་ཚོང་འགྲེམས་གནང་མྱེད་ཚོ་སྲོལ་རྒྱུན་གི་ད་ཁ་ལགས།